འདི་ནང་བཞིན་གྱི་ཆོས། ཆོས་ནི་དཔལ་རྟ་དང་ལ་གང་བུ་དང་རལ་སྟན་དང་ས་སྐྱ་དང་སྣར་ཐང་དང་དེ་ཚོའི་གྲངས་ལ་ནི་ཆོས་འཁོར་རྟ་འདི་ཁམས་རི་བོ་ཆེ་དང་དེ་ཚོའི་གྲངས་ལ་ནི་ཆོས་འཁོར་རྟའི་ཆོས་རྗེ་དཔལ་རྟ་དགའ་ལ་བཀའ་འགྱུར་ཧ་ལམ་པུ་ཏི་བརྒྱ་ཕྲག་མང་པོ། རྟ་མ་རེད་བཀའ་འགྱུར་ཆ་ཚང་བརྒྱ་ཕྲག་མང་པོ། དཔལ་རྟ་དུང་དགའ་དང་ནི་དཔལ་ཕྱིའི་རྩིག་པ་ཞིག་ནས་ནང་གི་ཆོས་མ་ཤེས་ཡ་དེ་འདྲའི་ཨ་དེ་ཚོ་ཨང་ཚོ་མིག་གིས་མཐོང་རྒྱུ་ཡོད་པ། དངོས་གནས་ཡོད་རེད་འདི་ནང་ནས་ཁམས་རི་བོ་ཆེ་སྤྱི་དག་ལ་ག་རེ་བུ་མོ་ས་ཅིག་ག་རེ་བུ་མོ་ཡིན་ནང་ཅིག་ད་ཆབ་སངས་རབ་ཅིག་ཡིན་པ་འདྲ་ཆབ་སངས་དེ་སེར་ལ་བསྐྱུར་ནས་འདིས་བྲིས་པའི་བཀའ་འགྱུར་ཡིན་ཟེར་བྱས་ནས་སེར་གྱིས་བྲིས་པའི་བཀའ་འགྱུར་ཅིག་གོ་པས་པོད་སྟོང་ཕྲག་མང་པོ་འདི་འདྲ་ཡོད་རེད། ཆོས་ཚུལ་འདི་རེད། ཤུག་གུ་ཆེ་ཆུང་འདི་གའི་རྩིས་ལ་ཨ་ནི་སྐྱིད་དེ་གོ་གོ་གཉིས་བྱས་ཨ་ནི་ཆོས་འདི་ཚོ་གང་ག་སྐུ་བ་བརྒྱུད་ནས་ཆོས་གང་སྐུ་བ་བརྒྱུད་བྱས་ད་རེས་སྔ་མ་སངས་ཀྱི་འདི་ཚོའི། རྒྱ་བོད་དུ་སོགས་བཞག་སྟངས་འདི་འདྲ་ཟིན་མ་འདྲ་ཏོ་དེ་འདྲའི་ཕྱི་ཐག་བྱས་ནས་ད་ལྟ་རེའུ་ཅིའི་ཆོས་འདི་སོགས་ཀ་འགའ་འདི་འདྲའི་རེད་པས། དེ་གོ་གོ་གཉིས་བྱས་དེ་ཡིག་གང་ཞིག་པས་འདི་ན་ཐག་པའི་ནང་ལ་བརྒྱུས་བྱས་ནས་ཨ་ནི། འདི་འདྲའི་ཟེར། ཆོས་བྱས་ན་ཆོས་ཚིག་གཅིག་གོ་ལ་ཧ་ལོ་ཏཱ་ཚིག་སོགས་ཏོ། པས། མི་ལྡོག་ནས་མི་ལྡོག། གི་གི་ཚིག་པས། འདི་ཆོས་ཏཱའང་ཚོས། བསམ་བྱའི་ཡུལ་ལས་འདས་པ་འདི་འདྲའི་རེད། ཏཱ་ཆོས་འདི་སོགས་པུ་ཏི་རེ་རེ་ལས་འདི་རེད། ཧ་ལས་ཡ་རོ་འདི་འདྲའི་ཡོག་རེད། ཁྱེད་ལ་མ་ཨ་ནི་ཏི་སུ་ཀང་ག་ལིང་དུ་སི་ཏི་བྱས་ལ། རིན་པོ་ཆེ་སྣ་ལྔའི་ཁྲི་བ་སེ་རི་གཡུ། བྱི་རུ། དག་སྣ་བཞིན་དུང། དངུལ། འདི་འདྲས་ཀྱི་རིན་པོ་ཆེ་སྣ་ལྔའི་བཀའ་འགྱུར། ཕོན་ཆེན་པོ་ལྟ་འདི་འདྲས་གཅིག་གཉིས་མ་རེད། པའི་པུ་ཏི་བརྒྱ་ཕྲག་བརྒྱ་ཕྲག་མང་པོ། པའི་གསུང་རྟེན་ནི། པའི་ཧ་ལས་པར་ལྟ་བོད་ལ་ཞང་ནང་བཞིན་གཙང་ནས་བྱུང་ཡོད་མ་རེད་ལྟ་བཞི་པོ་གཅིག་འདི་ཡོད་རེད། ཀ་ཐོག་སི་ཏུའི་གནས་སྐོར་གནང་བའི་ལམ་ཡིག་དེ་སུའི་ནང་ལ་རི་བོ་ཆེའི་ལྷ་ཁང་ཁྲ་རྒྱ་མའི་ནང་ལ་ཨ་ནི་སྤོས་ཁྲི་ཚོ་ལྔ་ཡོད་གསུངས་སྤོས་ཁྲི་ལྔ་སྤོས་ཁྲི་ཚོ་ལྔ་ཡོད། ར་སྒྲེང་ལ་སྤོས་ཁྲི་ཚོ་གཉིས་ཡོད་ད་སྤོས་གྲངས་ཀ་འཁོར་སྐྱོན་ཤ་འདི་ནང་དེ་ད་འདི་འོ་འདི་ཉན་འདི་འདི་ཞིག་སྐྱེ་བ་ཡིན་མི་འདྲ།